དོན་གཉེར་ཅན་གྱི་ཆོས་གྲོགས་རྣམ་པ་ལྷན་རྒྱས་ཚང་མ་ལ་མངའ་དབང་དུས་གསུམ་གྱི་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། དེ་རིང་གི་འདི་བརྙན་ཐུང་འདི་ལྷན་རྒྱས་རྣམ་པ་ཚོ་ལ་ད་དུས་ཚོད་མང་པོ་ལེན་མི་དགོས་པའི་ཐོག་ནས་ད་སྐར་མ་བཅུ་ནས་བཅོ་ལྔ་བར་དུ་འོ་དེ་འདྲའི་རིགས་པའི་ཕྱག་གི་མེ་དྲོར་བ་གཙོ་བོ་དེ་རིང་ཞུ་ཡས་དེ་ང་རང་ཚོ་ཚང་མ།

མ་མཁྱེན་པ་དང་ཡོད་མ་རེད། ཅེས་འདིའི་ཐོག་ལ་ཡང་ཡང་ཡང་ཡང་བསམ་བློ་ཞིག་བཏང་ཐུབ་པ་ཡིན་པ་ཡིན་ན། ནི་ང་རང་ཚོ་ཏོག་ཙམ་མ་སེམས་ཀྱི་ཞི་བདེ་རེད་བ། བསྐྲུན་ཡས་ལ་ཏོག་ཙམ་ཁྱད་པར་མེད་འགྲོ་དྲན་གྱི་འདུག་རེད་བ། ད་དུས་དེ་ན་པ་ཀུན་ཏུ་ད་སྤྱིར་ན་གོང་ས་སྐྱབས་མགོན་ཆེན་པོ་མཆོག་གཙོས་པའི་ང་རང་ཚོ་ད་བསྟན་འཛིན་གྱི་སྐད་ཆ་དམ་པ་ཚང་མས་ཀྱིས་ཡང་ཡང་བཀའ་ཕེབས་དགོས་རེད། ང་རང་ཚོ་དམག་སྐྱིད་པ་བཟོ་མཁན་དེ་གཙོ་བོ་འདི་དག་ནང་གི་ཉིན་མོ་དུག་གསུམ་དེའི་ནང་ནས་ཀྱང་ང་རང་ཚོ་ལ་ད་དངོས་སུ་ཉམས་མྱོང་ཞུ་ན་ཡག་རེད་དངོས་སུ་དཀའ་ཉེན་སྤྲད་བསྡད་མཁན་དེ་ང་རང་ཚོ་ད་ཁོང་ཁྲོ་སུ་འགོ་རུ་བ་ཁོང་ཁྲོ།

པར་བ། ཉིན་རེའི་ཉིན་རེའི་གི་ད། ཆ་ལེ་རྣམ་པའི་སྐབས་ལ་དཀའ་ཉེ་ག་ཚོད་ཡོང་གི་འདུག། བཟའ་ཚང་པར་བ་ལ་དཀའ་ཉེ་ག་ཚོད་ཡོང་གི་འདུག་པར་བ། འདི་དངོས་སུ་མཐོང་ཆོས་དེ་རེད་བ་ད། གྲོགས་པོ་གྲོགས་མོ་ལ་དཀའ་ཉེ་ག་ཚོད་ཡོང་གི་འདུག་ཕ་མ་སྤུན་མཆེད་ནང་ལོགས་ལ་དཀའ་ཉེ་ག་ཚོད་ཡོང་གི་འདུག་པར་བ། ཁྱིམ་མཚེས་ནང་ལ་དཀའ་ཉེ་ག་རེ་ཡོང་གི་འདུག་རྒྱལ་ཁབ་ནང་ལོགས་ལ་དཀའ་ཉེ་ག་རེ་ཡོང་བསྡད་ཀྱི་འདུག་འདི་ང་རང་ཚོ་དངོས་སུ་མཐོང་ཆོས་གི་ད། ཁོང་ཁྲོ་གི་ད། སྐྱོན་དེ་རེད་བ་ད།

ད་གཙོ་བོ་གཏེར་དཔོན་ཟོར་རོ་དང་ཁོང་ཁྲོ་ཡི་ཆ་འདི་ཡོད་རེད་དེང་སང་སྐྱོན་དེ་ལ་དངོས་སུ་མཐོང་ཡས་ཀྱི་སྐྱོན་དང་དངོས་སུ་མ་མཐོང་པ་ཡིན་པ་ཡིན་ན་ཡང་ཨ་ནི་ད་ང་རང་ཚོ་སངས་རྒྱས་ཀྱི་གསུང་རབ་ལ་བལྟས་ནས་ཧ་གོ་ཡས་ཀྱི་ད་སྐྱོན་དེ་འདྲས་ཁག་གཉིས་ཡོད་བསྡད་པ་རེད། དེ་འདྲ་སོང་ཙང་རྒྱལ་སྲས་ཆེན་པོ་ཞི་བ་ལས་མཛད་པའི་རྟ་བཅོས་འཇུག་ལེའུ་དྲུག་པ་མགོ་ཁོ་རང་ལ་ཡོད་རེད། ཞེ་སྡང་ལྟ་བུའི་སྡིག་པ་མེད། བཟོད་པ་ལྟ་བུའི་དཀའ་ཐུབ་མེད་རེད་བ། དེ་བས་བཟོད་ལ་ནན་ཏན་བྱ། སྣ་ཚོགས་ཚུལ་གྱིས་བསྒོམ་པར་བྱ་གསུངས་ཡོད་རེད་བ། དེ་ཡིན་ཙང་བཟོད་པ་བསྒོམ་མེད་ལས། རྟ་དཀའ་ལས་ཁག་མེད་གསུངས་རེད་བ། ཕ་རོལ་པོ་ལ་ཁོང་ཁྲོ་ཟ་ཡས་དང་ཞེ་སྡང་བྱེད་ཡས་ལས་རྟ་སྡིག་པ་རྩ་ཆེ་བ་ཁྱོད་ནི་མེད་གསུངས་དགོས་རེད་བ། ཨོ་དེ་འདྲ་སོང་ཙང་དེ་རིང་ངས་ད་སོ་སོ་གི་ད་སོ་སོ་ལ་ཉམས་མྱོང་དང་ཡོག་མ་རེད་དེ་སོ་སོ་དངོས་སོ་ལ་མཐོང་བསྡད་པ་སོ་སོ་རང་ཉིད་ཡང་ཁོང་ཁྲོ་ས་བའི་སྐབས་ལ་དཀའ་ཉེ་ག་རེ་ག་རེ་ཡོང་གི་ཡོད་མེད་རེད་བ་སོ་སོ་གི་ད་ངོ་ཤེས་ངོ་ཤེས་པ་དུ་སོ་ས་ཚང་ཡིན་པ་ཡིན་ན་རེད་གྲོགས་པོ་གྲོགས་མོ་ཡིན་པ་ཡིན་ན་རེད་ཕ་མ་སྤུན་ཆེད་ནང་ལོག་ལ་ཁོ་རང་ཚོ་ཁོང་ཁྲོ་ས་ཡོང་དེ་ཁོ་རང་ཚོ་དཀའ་ཉེ་ག་རེ་ག་རེ་བཀྲི་ཡོད་མེད་དེ་མཐོང་ཆོས་ཀྱི་ཐོག་ནས་ཞུ་ཡ་གཅིག་དང། དེ་ནས་བྱ་བེད་ཀྱི་ཐོག་ནས་གསུང་ཞབས་བེད་ཀྱི་ད་ཁོང་ཁྲོ་ཀྱི་སྐྱོན་དུ་རྣམ་པ་ཚོ་ལ་གཅིག་ཞུ་ཐུབ་པ་ཡིན་ན། དེ་དགོངས་པ་བཞེས་ལ་ཁྱད་པར་མེད་རོ་དྲན་གྱི་འདུག་གང་ཡིན་ཟེར་ན་ད་ས་ག་ཟླ་བ་སླེབས་ལ་ཉེ་བ་རེད། རྣམ་པ་ཚོ་ཚང་མས་ད་སོ་སོའི་ཚོགས་བསགས་སྒྲིབ་སྦྱང་གནང་ཡ་ལ་འབད་རྩོལ་གནང་དགོས་རེད་དེ། མགོ་བདེ་ལ་སྐུ་ལུང་ཡག་པོ་ཞིག་བྱོས་ཡ། སྐྱིད་མ་སྐྱིད་མ་ལ་ཡང་ཁོང་ཁྲོ་ར་བསགས་བསྡད་པ་ཡིན་པ་ཡིན་ན་སོ་སོ་ཀྱི་སུན་ཡག་པོ་དེ

མ་ཡིན་བས་བསམ་ནས་སྐུལ་སློང་འདི་ཁྱེད་ནས་རྣམ་པ་ཚོ་ལ་ཞུ་གི་ཡོད། འོ་དེ་འདྲ་ཞིག་རེད་ད་དང་པོ་དེ་ལ་ང་རང་ཚོ་ཁོང་ཁྲོ་ལ་ཧད་ཅིག་འདུག་ཨ། ཁོང་ཁྲོ་ལ་ངས་འདི་ག་འདྲས་སྐྱེ་གི་རེད་ཁོང་ཁྲོ་སྐྱེ་ས་འདི་ལ་གཞི་ག་རེ་དགོས་དགོས་རེད་ཞུ་ཡས་འདི། ང་རང་ཚོ་ད། ཁོང་ཁྲོ་སྐྱེ་ས་འདི་ལ་རང་ལས་གཞན་པའི་ད་སེམས་ཅན་ཞུ་ན་ཡས་རེད་རང་ལས་གཞན་པའི་མི་ཞུ་ན་ཡས་རེད་དེ་ལ་བརྟེན་ནས་ཅིག་སྐྱེ་གི་རེད། དེ་ནས་སོ་སོ་ལ་ལྟ་ནས་ན་ཚ་ཕོག་ཡོང་དེ་ཡང་ཁོང་ཁྲོ་ཅིག་སྐྱེ་གི་རེད་དེ་ནས་ཡང་སོ་སོ་གི་ལས་ཀ་བྱེད་པའི་སྐབས་ལ་ཡང་རྟ་ཕག་ཚོ་ཅིག་རྡ་བལ་དང་ཡང་ཅེས་བཅའ་སླ་དེ་འདྲའི་བསྐྱལ་བའི་སྐབས་ལ་ཡང། སོ་སོ་ལ་ཕོག་ཡང་རླུང་ལངས་པ་དེ་འདྲའི་ཡོང་སྡིག་གི་འདུག་མདོར་ན་ཁོང་ཁྲོ་སྐྱེས་ས་དེ་ལ་སེམས་ཤིང་གཞན་ལ་བརྟེན་ནས་ཁོང་ཁྲོ་སྐྱེ་དང་སོ་སོ་གིས་རང་གི་དཀའ་ཉེན་སྡུག་བསྔལ་ནད་ན་ཚ་ལ་བརྟེན་ནས་ཡང་ཁོང་ཁྲོ་སྐྱེ་དང་རེད་བ། དེ་ནས།

ལངས་པ་ཡིན་པ་ཡིན་ན། མི། དང་ལྷག་མ་ཚང་མ་མ་སྐྱེས་པ་བཟོ་ཡོང་གི་འདུག་བ། དེ་ཡིན་ཙང་རང་དེ་གཞན་གཉིས་ཀ་མ་སྐྱེས་པ་བཟོ་ཡོང་གི་རེད་ཟེར་ནས་རེད་བ། མཐར་ཐུག་ན་རང་གི་སྲོག་རང་གིས་བཅད་པ་དེ་འདྲས་ཡོང་བསྡད་ཀྱི་འདུག་བ། ད་དེ་ང་ཚོ་དངོས་སུ་མཐོང་ཆོས་ཀྱི་ད་སྐྱོན་གྱིས་རེད། ད་ཁོང། ད། ཁོང་ཁྲོ་ཀྱི་སྐྱོན་གཞན་ག་རེ་ཡོད་རེད་ཞུས་པ་ཡིན་ན།

ཁོ་བོའི་རྩ་བ་ངོས་འཛིན་བྱེད་དགོས་གོ་རེད་ཨ་ནི་ཁོ་བོས་ཁོ་བ་ན་ལ་སྐད་བཅུ་གཉིས་ཀྱི་ད་དིག་པའི་ལས་དེ་གཉིས་སྤང་དགོས་གོ་རེད་དེའི་ཚབ་དེ་ལ་ཁོང་ཁྲོ་ས་སོ་ན་ཨ་ནི་སྡིག་པའི་ལས་སྤང་ཡ་གི་ཚབ་ལ་སྡིག་པའི་ལས་བསགས་ཡོང་གོ་དོ་བ་རེད་ལས་ངན་པ་བསགས་ཡོང་གོ་དོ་བ་དེ་ཡིན་ན་ཁོ་བ་ལས་ཐར་ཐུག་གོ་མ་རེད་གསུངས་རེད་ཁོ་རིག་པའི་ཐོག་ནས་བསམ་བློ་བཏང་ན་ཡང་བཏང་ཡ་དོ་བ།

བཀའ་ནི་ཁྲོས་པ་དེ་འདྲ་རྩོམ་པོ་ལོན་དུ་ཡོང་སྟེ་འོར་བ་གཅིག་དེ་རེད་ཨ་ནི་དངོས་སུ་ཐོ་ཡན་གྱི་རྟ་ཁོང་ཁྲོ་རྒྱུ་སྐྱོན་དེ་ལ་ཨ་ནི་སོ་སོ་གི་ག་ཚོད་ཀྱི་འགྲིག་པོ་ཡོད་པ་ཡིན་ན་ག་ཚོད་ཀྱི་འཆམ་པོ་ཡོད་པ་ཡིན་ན་ཁོང་ཁྲོ་བསགས་ཡོང་སྟེ་སོ་སོ་གི་དགའ་བོ་དགའ་མོ་ར་བ་གྲོགས་པོ་གྲོགས་མོ་ཚང་མ་ཐག་རིང་རིང་འགྲོ་གི་འདུག་ཨ་ཁོང་ཁྲོ་གཅིག་གི་ཆེད་ནས་རེད་བ་འོ་དེ་ཡིན་ཙང་ཁོང་ཁྲོ་ལ་སྐྱོན་དེ་འདྲས་བྱུང་ཡོད་རེད། ནི། སོ་སོའི་ལ་རྟགས་རྒྱུའི་དཔལ་འབྱོར་ཡོད་པ་ཡིན་པ་ཡིན་ན། སེམས་ཅན་གཞན་ལ་སྦྱིན་པ་བཏང་ཡང་ར་མི་གཞན་དག་ལ་ཕན་ཐོགས་བྱེད་ཉེན་དེ་འདྲའི་ཡོད་པ་ཆེ། མི་དེ་དག་སྦྱིན་པ་བཏང་ཀྱང་མི་དེ་ཁོང་ཁྲོ་ས་ཡོང་དུས། ནི། རོགས་པ་བྱེད་ས་ཀྱི་སེམས་ཅན་དེ་ཡང་ཨོ་ཨོ་ད། ངས་མ་མཐའ་རོགས་པ་བྱས་པ་རེད་དེ། སྦྱིན་བདག་དེ་ཀུན་ཆུང་ཚེ་ཁྱད་མཚར་ཅིག་ཡོད་དེ་བལྟ་ཟེར་ནས་ཐག་རིང་རེ་ད་རྗེས་མ་ནས་འདི་འགྲམ་ནས། སྦྱིན་པ་བཏང་པ་ཡིན་ནས་རོགས་པ་བྱས་པ་ཡིན་ན་གླེང་རྒྱུ་ཡོད་མ་རེད་ད། ལག་པ་གཅིག་ལ་འདི་རུ་བལྟ། རྒྱུག་པ་དང་ལག་པ་གཅིག་ལ་ལྟ། ཁ་ལག་འདྲ་བོ་འདི་འདྲས་ཡོང་གི་རེད་བསམ་ནས་མི་འདུག་ལོ་ཞེ་དྲག་ཞེ་དྲག་དགའ་མོས་བྱེད་ཀྱི་མི་འདུག་བ་འདི་ཁོང་ཁྲོ་ཀྱི་སྐྱོན་རེད་བ།